ལགས་སོ། ཐོག་མར་དེ་ལ་ཡ། ཕྱོགས་བཅུ་ཆེན་པོའི་གཞི་དང་གཡུང་དྲུང་བོན། ཇོ་ནང་དུ་སྐྱེས་པའི་བགྲོ་གླེང། ཚོང་ཐེངས་ཉིན་བཞི་པའི་ཚོང་ཁང་དུ། ཆིབས་བསྒྱུར་བྱུང་བའི་དགའ་ལྡན་ཤར་བྱང་གཉིས་ཀྱི་མཁན་རིན་པོ་ཆེ་རྣམ་པ་གཉིས་དབུས་པའི། ཆོས་བརྒྱུད་ཁག་སོ་སོ་ནས་ཕེབས་པའི་སྐྱེས་ཚོམས། སྒྲོག་སྦྱོང་གནང་མཁན་མཁས་དབང་རྣམ་པ་དང། དེ་ག་ནང་བཞིན་དུ་གདན་ས་འདིའི་དགེ་དཔེ་ཁྲིད་དགེ་རྒན་དགེ་བའི་བཤེས་གཉེན་རྣམ་པ་དང། ཆུང་མཐའ་ཁག་སོ་སོ་ནས་ཕེབས་པའི་ཚོགས་བཅར་བ་ཡོངས་ལ་ཡང་ཐོག་མར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། དེ་ནས་ད་དེ་རིང་བཀའ་སྲོལ་བབས་པའི་ངེད་གིས་གཏམ་ཞིག་བྱེད་ཡ་དེ།

གཏམ་ཞིག་བརྗོད་ཀྱང་དེའི་གི་ནང་དོན་གོ་རིམ་འདྲ་བོ་ཅིག་ལ་ཆ་ཕྱེ་བ་ཡིན་པ་ཡིན་ན་ནི་དང་པོ་དེ་ལ་ཡ་ཨུ་མི་ལྟ་གྲུབ་སྟོན་པའི་གཞུང་གང་ཆེ་ཤོས་གང་དག་ཡིན་པའི་ངོ་སྤྲོད་ཟེར་བ་ནི་བོང་བུའི་གི་དཔེ་བཤད་གི་ནང་ལོགས་ལ་ཡ་ཨུ་མི་གི་ལྟ་གྲུབ་སྟོན་པའི་གཞུང་ལུགས་གལ་ཆེ་ཤོས་ཆེ་ཤོས་ག་རེ་ཡོད་རེད་ཟེར་ཡ་ཐོག་མར་དུ་དེ་བྱས། གཉིས་པ་དེ་ལ་ཡ་ནི་ལྟ་ཨུ་མི་གི་ལྟ་བའི་དགག་བྱ་ཟེར་ལབ་དུས་བསམ་པ་ལ་ཡ་ནི་རྒྱུ་མཚན་ག་འདྲ་ཅིག་གི་ཐོག་ནས་ཨུ་མི་ལྟ་བའི་དགག་བྱ་ཡིན་པ་བཞག་དགོས་ཀྱི་ཡོད་རེད། ཨོ་མི་ལྟ་བུའི་དགག་བྱ་ཡིན་མིན་ཟེར་ཡ་དེ་ངོས་འཛིན་ག་དྲོད་ཅིག་གི་ས་མཚམས་ག་དྲོད་ཅིག་གི་ཐོག་ནས་རྒྱག་དགོས་ཡོད་རེད་ཟེར་ཡ་ཨ་ནི་དོང་ཚན་གཉིས་པ་དེ་དེ་ཡིན། ཨ་ནི་དོང་ཚན་གསུམ་པ་དེ་ཨོ་མ་བི་ཐུན་མོང་གི་ལྟ་བུའི་དགག་བྱ་ངོས་འཛིན་བྱེད་སོགས་ཟེར་ཡ་དེ་བྱེད་ཨོ་མ་བི་ཐུན་མོང་གི་ལྟ་བུའི་དགག་བྱ་ངོས་འཛིན་བྱེད་སོགས་ཟེར་ལབ་དུས་བསམ་པ་ལ་ཡ་ཨ་ནི་ཨོ་མ་བི་ལ་སྐྱེ་སྟོང་ནང་སའི་དབྱེ་བ་མི་འདྲ་བ་མང་པོ་ཅིག་ཡོང་གི་ཡོད་རེད་དེ་སོགས་ཐུན་མོང་གི་ཚོང་བས་གི་གཅིག་གྱོར་གི་ཐོག་ཏུ་ཡ་ཨ་ནི་ལྟ་བུའི་དགག་བྱ་ག་དྲོད་ཅིག་རྒྱག་གི་ཡོད་རེད་ག་དྲོད་ཅིག་གི་ཐོག་ལ་ངོས་འཛིན་བྱེད་གི་ཡོད་རེད་ཟེར་ཡ་དེ་བྱེད་རེད་བ། དེ་བྱེད། ནས། ཡོ་གའི་དོང་སེང་བཞི་པ་དེ། ནང་སེང་རྩ་བའི་དབྱེ་བ་གཉིས་ཀྱི་ལྟ་བའི་སྒོས་ཀྱང་ངོས་འཛིན་བྱེད་སོགས་ཚུལ་ལབ་རྒྱུ་བསམ་པར་ཡ། ནས། དབུ་མ་པ་ལ་རྩ་བའི་ཡིག་གི་དབྱེ་བ། ནས། ད་གོང་འཕེལ་ལོག་ལས་བྱེད་པ་ཡིན་པ་ཡིན་ན། རོལ་བ་ཅན་གྱིས་གཏམ་ནོར་བ་དང་ཚད་མ་ཀུན་འདྲར་དཔྱད་མི་གནང་བ། ཨོ་ཐུགས་རྗེ། ཐལ་འགྱུར་ཐུགས་སུ་ཡོང་གི་ཡོད་རེད། ནས་དེ་ལྟ་བུའི། བདེ་མཆོག་གི་ཐོག་ནས་ཟེར་དགོས་པ་ལྟར། ནས།

ཐོག་མར་དེ་ལ་ད་ཨོ་མི་རྟ་གྲོགས་སྟོན་པའི་གཞུང་ལུགས་ངོ་སྤྲོད་ཟེར་ཡ་དེ་ཨོ་ཐུགས་ཀྱི་ཆ་དེ་གི་ཡོད། ཨ་ནི་ཨོ་མི་རྟ་གྲོགས་སྟོན་པའི་གི་གཞུང་ལུགས་ཟེར་ཡ་ངོ་སྤྲོད་བྱེད་དགོས་ཡ་དེ་གི་ནང་ལོགས་ལ་ཡ་ཨ་ནི་ཁམས་ཆེན་སྟོང་ཕྲག་བརྒྱད་པ་དང་ཏིང་འབྲེལ་མེ་ལོང་གི་སྐོར་ཟེར་ཡ་ཨོ་དེ་འདྲིའི་གི་བརྗོད་བྱ་གཉིས་རེད་བོ་དེ་དང་པོ་ཐོག་མར་དེ་འདྲིས་ཀྱི་ཞུ་ཡ་གི་ཐུགས་ཀྱི་གྲ་སྒྲིག་བྱས་ཡོད།

ཅི་སྟེ་བསམ་པ་ལ་དེའི་སྒོ་ཞུ་ཡ་ཡིན། ཨ་ནི་ཁ་བྱེ་སྟོང་ཕྲག་བརྒྱད་པ་ཟེར་ཡ་སྟེ་སྟོང་པ་སངས་རྒྱས་གཤེན་རབ་མི་འོང་གི་སྐྱེ་རྟགས་བཀའ་འཁོར་ཐོག་མ། བར་པ། ཐ་མ་ཟེར་གསུམ་བཀོད་ཡོད་རེད་དེའི་ནང་ལ་ནི་བཀའ་འཁོར་བར་པའི་ཁོངས་སུ་སྟོང་བརྒྱད་པ་ཅིག་ཐུགས་སུ་ཆེ་རེད་བ། བཀའ་འཁོར་བར་པའི་སྐབས་སུ་སོང་བྱས་ནས་ཐོག་མ་དེ་ལ་ཡ་ཨ་ནི་སྟོང་པ་སངས་རྒྱས་ཀྱི་འཁྲུངས་ཡོར་ཞོང་ཞོང་ཡིན་འདོད་དུས་བསམ་པ་ལ་ཡ་ཨ་ནི་ཞོང་ཞོང་གི་ཡོ་ལ་སོང་བྱས་ནས་ཞོང་ཞོང་གི་ཡོ་ལ་དར་ཅེས་རེད་བ། འོ་ཐུགས་སུ་ཆེ་ཆགས་ཀྱི་ཡོད་རེད། ཨ་ནི་ཕྱིས་སུ་ང་སོང་ཡ་ཨ་ནི་བུ་གངས་ཅན་གྱི་ལྗོངས་དུ་ཡ་ཨ་ནི།

ལྟ་བ་དོན་དམ་པའི་དགག་བྱ་ནི་རྟོག་སྒྲིག་གི་ཤེས་པའི་རྟོག་ཚོར་དང་འབྲེལ་ནས་བཞག་དགོས་ཀྱི་ཡོད་ཟེར། འོ་དེ་ཅི། ཀྱེ་སྟོང་ཨ་ནི་རྟོག་སྒྲིག་གི་ཤེས་པའི་རྟོག་ཚོར་དང་འབྲེལ་ནས་བཞག་དགོས་ཀྱི་ཡོད་རེད་ཟེར་ནས་ཞུ་དགོས་པའི་རྒྱུ་མཚན་ག་རེ་ཐུག་རེད་ལབ་རྒྱུ་བསམ་པ་ལ་ཡ་ཨ་ནི་ཡོད་ཁོ་རང་རང་གི་ངོས་ནས་དབུ་མེད་ཀྱི་ལྟ་བའི་དགག་བྱ་ཟེར་ཡ་ཅིག་བཞག་གཏོང་ཡས་ཡོད་མ་རེད། མེད་པའི་གི་རྒྱུ་མཚན་ག་རེ་དབུ་མེད་ལྟ་བའི་དགག་བྱ་དེ་ལ་ཡ་ཀྱེ་སྟོང་ཡོད་པ་དང་མེད་པ་ཟེར་དེ་རིགས་ཀྱི་གཉིས་ཀྱི་ཐོག་ནས་ཤེས་ཡུལ་བདེ་བ་དེ་ཆགས་ཀྱི་ཡོད་རེད་ད་ཡོད་པ་ཅན་ཡིན་པ་ཡིན་ན་ཁོ་དགག་གཏོང་ཡས་ཡོད་མ་རེད་སུས་གང་གིས་དགག་ཐུབ་ཀྱི་ཡོད་མ་རེད། ཨ་ནི་མེད་པ་ཅན་ཡིན་པ་ཡིན་ན་དགག་དགོས་ཀྱི་ཡོད་མ་རེད། མེད་པ་ཡིན་ཙང་ཨ་ནི་ཡིན་གྱི་མིན་གྱི་ཤེས་པའི་རྟོག་བསལ་དང་འབྲེལ་བའི་གི་ཐོག་ནས་བཞག་དགོས་བ་དང་ཤེས་པའི་རྟོག་བསལ་དང་འབྲེལ་བའི་ཐོག་ནས་བཞག་དུས་ས་པར་ཤེས་པའི་རྟོག་ངོ་ལ་དེ་འགག་རིགས་མ་རེད། ག་རེ་འགག་གི་རིགས་ཟེར་དེ་འདྲའི་གི་རྣམ་གཞག་བཤད་ཀྱི་ཡོད་བ་སོང་ཙང་ཨ་ནི་དབུ་མའི་གི་ལྟ་བའི་དགག་བྱ་ཟེར་ཡ་དེ་ཐོག་མར་ཤེས་པའི་སྐབས་དེ་ལ་ཤེས་པའི་གི་རྟོག་བསལ་དང་འབྲེལ་བའི་ཐོག་ནས་བཞག་དགོས་ཀྱི་ཡོད་རེད་ཟེར་བ་དུས་སུ་ཡིན་རུང།

དེ་ཉིད་རྟོགས་པའི་ཤེས་རབ་ཀྱི་ངོ་ལ་བདེན་པར་གྲུབ་པ་ནི་ངེས་པར་དུ་འགེལ་དགོས་པ་མཚོ་མའི་སྤྱི་མཚངས་སུ་འདོད་པ་དེ་ཡིན་ཟེར། བ་ཨ་ནི་དགག་བྱ་བདེན་པར་གྲུབ་པ་དེ་ལྟ་བ་དོན་དམ་དེ་ཉིད་རྟོགས་པའི་ཤེས་རབ་ངོ་ལ་མཚོ་མའི་གི་འགེལ་དགོས་པ་མེད་པ་འཆགས་དགོས་པ་སྤྱི་མཚངས་རེ་ཡིན། ཡིན་པའི་གི་རྒྱུ་མཚན་ག་རེ་རེ་ཐིག་འགྲེལ་མེ་ལོང་དགོས་དགོས་ཟེར་སྟོན་པ་སངས་རྒྱས་ཀྱི་བཀའ་རེ་རེ་བ་སྟོན་པ་སངས་རྒྱས་ཀྱི་བཀའ་གྱིས་ཨ་ནི་དེའི་གི་ནང་ལ་ཐིག་པ་རིམ་པ་དགུའི་གི་རྣམས་ཀྱི་རྟེན་ཞེས་བ་ཅི་ཐིག་པ་རིམ་པ་དགུའི་གི་ནང་ནས་ཐིག་པ་དྲུག་པ་དེ་ད་ལྟ་བཀའ་སུ་བབ་པ་དབུ་མ་བདེན་གཉིས་ཀྱི་སྐུ་བཤད་དེ་ཡང་དེ་ཆགས་ཀྱི་ཡོད་རེད།

འོ་དེ་ཅི། ད་ཡིག་པ་དེ་ལ་ཡ་ཨ་ནི་ནང་སའི་ལྟ་བའི་དགག་རྒྱ་འཇོག་སར་མི་འདྲ་བའི་སྐོར་ཟེར་བ། ད་ནང་སའི་ལྟ་བའི་དགག་རྒྱ་འཇོག་སར་མི་འདྲ་བའི་སྐོར་ཟེར་ཡ་དེ་ཨ་ནི། ལབ་དུས་ཚངས་པ་ལ་སྐྱེ་སྟོང་ཨ་མ་བེ་གི་ནང་སའི་ལ་རྩ་བའི་གི་དབྱེ་བ་ནང་སའི་མི་འདྲ་བའི་གཞི་འདྲ་བོ་ཅིག་ཡོང་གི་ཡོད་རེད་དེ་གི་ནང་ལ་ནི་རྩ་བ་ཨ་མ་རོ་བ་ཅིག་ཅིག་བཏང་སྣང་བ་དང་ཚེར་མ་ཀུན་འདྲ་སྐྱེས་མི་སྣང་བ་ཟེར།

ཨ་ནི་སྣང་བ་ཙམ་དེ་ལྟ་བུའི་འགགས་ཀྱང་ཡང་མི་འཇོག་ཐོབ་མི་ཐོབ་ཀྱི་འགགས་རྩ་གནད་འགག་གང་ལ་ཐུག་རེ་ཡིད་སེ་ཡ་ད་ཡོང་ཉེན་རྩད་གཅོད་བྱེད་དགོས་ཡ་ཅེས་ཏོ་ད་ངེས་པར་བྱེད་དོ་ཅིག་དེའི་སྐོར་ལ་ད་ཞིབ་འཇུག་དར་མ་སོང་བ་ཡིན་པ་ཡིན་ན་ཨ་ནི་ཅིག་ཅིག་ཚོ་རྩ་འདྲོངས་བྱེད་ནི་ཤེས་དགོས་ཡ་ད་རྩ་འདྲོངས་བྱེད་ནི་ད་ཅིག་བཀྲར་དགོས་ཡ་དེ་དེ་བྱ་དགོས་ཡོད་རེད་རེད་བ་ད་དེ་དེ་འདི་མ་རེད་ཚོ་ཅིག་མང་པོ་ཅིག་དེ་རྩོམ་ཤོག་ནང་ལ་བྲིས་ཡོད་ཨ་ནི་ནམ་མ་ནས་རྗེས་སུ་དེའི་སྐོར་ལ་རྩོམ་ཤོག་ནང་ལ་མ་གཟིགས་བྱས་ནི་བྲེལ་བ་ཅིག་བྲེལ་ཆེ་བ་ཡིན་པ་ཡིན་ན་ཨ་ནི་ངས་འདི་ནས་བསམ་ཚོད་ཅིག་བྱས་བ་ཡིན་པ་ཡིན་ན།

རེད། ཨ། འདི་འདྲ་ཡིན་ནའི་ཙང་བ་ང་རང་དོགས་པ་ཆགས་སྟངས་ལ་ག་འདྲས་ལེགས་སོ་ཟེར་ན་ད་ནི་སྔ་འགྱུར་རྙིང་མའི་ཕྱོགས་ནས་ཡང་ཐེག་པ་རིམ་པ་དགུ་ཟེར་སུའང་བྱེད་འདོད། དེ་དང་ན་བོན་པོའི་ཕྱོགས་ནས་ཐེག་པ་རིམ་པ་དགུ་ཟེར་བ་དེ་སུའང་ཡང་འདོད། ཨ་ནི་མཐའ་ཐུག་གི་ལྟ་བ་བཞག་སྟངས་འདི་ལ་ཁྱད་པ་ཡོད་རེད་ཡོད་མ་རེད། དེ་ངས་དོགས་པ་ཟ་སྟངས་འདི་ག་འདྲས་ཟེར་ན་སྔན་མ་མཁས་དབང་ནང་གི་ནོར་བུ་གིས་དྲི་བ་དྲིས་ལན་བྱེད་སྟངས་འདི་འདྲས་གསུངས། ཁོ་རང་གི་གཞུང་ཞུ་བྱས་དེ་བྱས་དེ་ཟེར་མ་ཨ་ནི།

ཁམས་ཆེན་སྟོང་ཕྲག་བརྒྱ་པ་ཚན་གྱི་མདོ། སྟོན་པ་ཤེས་རབ་ཀྱི་གསུང་པའི། བར་བརྒལ་གྱི་ནང་ཚན་ཡེ་མཁན་ཁམས་ཆེན་སྟོང་ཕྲག་བརྒྱ་པ་ཟེར་བ་དེའི་གི། ཨ་ནི་ད་ལྟ། གཙོ་བོ་དགོངས་པ་མ་སྤྲད་འོང་དུས། ཨ་ནི་ཀུན་མཁྱེན་ཉི་མ་ཏིང་འཛིན་དང་ཡོངས་འཛིན་རྣམ་དག་འོད་གསལ་རྣམ་པ་གཉིས་ཀྱི་ཤེས་བཞིན་གྱི་སྐོར་མ་འབྲི་བཤད་རྒྱ་འོང་དུས། ཨ་ནི་སྐབས་དང་པོའི་སྐོར་དེ་ནི་ཡོངས་འཛིན་ད་ལྟ་དཀར་ཚ། ཀུན་མཁྱེན་ཏིང་འཛིན་ཉི་མ་གྱིས་གསུངས་དེ་ནི་མ་རྣམ་པ་གཉིས་ཀ་གི་ཙམ་མཐའ་མ་དེ་ལ་ཡང།

ག་རེར་ཟེར་དུས་སྐབས་སུ་ད་ལྟ་ལོ་འབྲོང་ཆེན་པོ་གི་ནང་ལོགས་ལ་སྔོན་གྱི་ཨ་ནེ་མཁས་པ་ཚོ་གི་དབུ་མ་པ་གི་བརྡ་ཕྱིའི་བྱེད་སྟངས་མ་འདྲ་བ་ཞིག་སོང་ཡོད་དུས་སྐབས་སུ་སྒྱུ་མ་རིག་གྲོལ་པ་དང་ཨ་ནེ་ད་ལྟ་རབ་ཏུ་མི་གནས་པའི་དབུ་མ་པ་ཟེར་ནས་དེ་འདྲའི་གི་དབྱེ་བ་ཕྱེ་སྟངས་ཅིག་ཡོད་རེད་ཟེར་ནས་གསུང་གི་ཡ་ཅིག་ཡོད་རེད་བ། ཨ་ནེ་སྒྱུ་མ་རིག་གྲོལ་པ་ཟེར་ཡ་དེ་དོན་དམ་བདེན་པ་དེ་སྣང་སྟོང་གཉིས་ཚུགས་ཡག་ཡོང་ངེས་ཅིག་རབ་ཏུ་མི་གནས་པ་ཟེར་ཡ་དེ་གི་དགའ་ས་དཀར་པོའི་སྟོང་ཉིད་དེ་ཡག་ཡོང་ངེས་ཅིག་འོ་དེ་འདྲའི་གི་དབྱེ་བ་ཕྱེ་ནས།

ཐ་སྙད་མ་འདྲ་བ་ཅིག་རེད་ཨ་ནི་ལོ་རྒྱུས་ཤེས་ཡོང་དུས་སྐབས་སུ་དང་བཤད་སྟངས་རྦད་དུ་གོ་རུང་མ་འདྲ་བ་ཅིག་བཤད་དགོས་ཡོད་རེད་མ་གཏོགས་པ་གི་ནང་ལོག་ལ་ཕར་འཛུལ་བ་ཡིན་ན་ཕ་ཆེར་ཅིག་ད་ཤེས་སོགས་ལ་ཁྱོ་ལ་བོང་འདྲེ་བོང་ལ་ཁྱོ་འདྲེ་ཟེར་ཅིག་བཤད་སོགས་ཡོད་རེད་ད་ག་རེ་བྱུང་མིན་ལ་མ་གཏོགས་པ་གི་ཨ་ནི་གཅིག་པ་བཟོ་འདྲ་བ་ཅིག་ང་རང་གི་མཐོང་གི་འདུག་ར་བ་སྤྱི་ཡོངས་ཀྱི་ཆ་ནས་བོང་བུ་གི་ཁྱོ་གཞུང་ལ་ཞིབ་ཅིག་ཨ་ནི་གོམས་འདྲིས་སུ་གལ་མེད་ད་ཡིན་ན་ཡང་ད་ངོ་ཤེས་པ་དང་ཨ་ནི་བོང་བུ་གི་ཁྱོ་ཕྲུག་དེ་འདྲ་མང་པོ་ཅིག་ལ

ངོ་རྩིས་བྱེད་སྟངས་ཅིག་ཡོད་རེད་བ། འོ་དེ་ག་འདྲ་བྱེད་དགོས་ཡོད་ན་བསམ་སོང་འདྲ་བོ་ཅིག་འོ་དེ་དང་དེ་ནི་ཡིན། ད་ལྟ་ང་ཚོ་གི། དངོས་གནས་ད་ལྟ་དྲི་བ་གནད་འགག་ཆེ་ཡ་དེ་འདྲ་ཡིན་ད་ཚད་མ་ཀུན་དྲི་བ་བཤད་གཅིག་དྲི་བ་གཅིག་རུང།
ཨ་དེ་ག་རང་ཡིན་དྲི་བ་གཅིག་རང་ཡིན་ད་ཚད་མ་ཀུན་དྲི་བཤད་དེ་གནད་འགག་ཆེན་པོ་ཆགས་ཀྱི་འདུག་ག་རེ་ཟེར་ན་རྒན་གྱི་ད་ལྟ་དགག་སྒྲུབ་ཐོམ་གཅིག་བློ་ངོ་ལ་འཆི་འགོར་མ་གཏོགས་ཡུལ་སྟོན་དུ་བྱས་ཡོད་མ་རེད་ཟེར་དེ་དཔེ་མི་སྲིད་གོ་རྒྱུ་ཆེན་པོ་འདུག་བ།

དུད་འགྲོའི་རྗེས་ནས་བུ་མ་དེ་ཕར་བཅད་དུད་འགྲོ་ལ་སོགས་པ་གི་རིགས་པས་ཨ་ནི་ཆ་ཤས་གསེར་ནས་ཕར་བཏགས་ཀྱིས་བྱས་ཡོང་དུས་ཐ་མ་དེ་ལ་བུམ་པ་མེད་པ་ཅིག་ཆགས་འགྲོ་བོ་རོ། འོ་བུམ་པ་མེད་པར་བུམ་པ་ཆ་ཤས་གསེར་ནས་ཨ་ནི་མཐར་བུམ་པ་མ་རྙེད་པའི་དོན་དེ་ག་རང་གི་ཐུགས་ལ་བློ་བཞག་ན། ད་སྟོང་ཉིད་ཀྱི་ཐུགས་ལ་བློ་བཞག་པ་ལ་གསུངས་ཡོད་རེད་དོ་ཡོད་མ་རེད། དེ་ལས་ལྷག་པའི་ཨ་ནི་སྟོང་མ་ཉིད་ཀྱི་དོན་ལ་བློ་བཞག་སྟོང་ཅིག།

གྲོགས་ཀྱིས་ཤུལ་ཆོག་བཞེས་ཞུ་བ་ཡིན། ད་ལྟ། ཚད་མ་ཀུན་བཀྲས་ཅི་ཡང་གནང་བའི་ལུགས་གསལ་དེ་ལ་ད་རང་ལུགས་ཀྱི་ད་གལ་ཆེན་པོ་ཆེ་པོ་ཅིག་ཡིན། དེའི་ཐོག་དྲི་བ་གཏང་ངེས་ཡོན་ཐང་རོགས་ཅི་བྱས་གསུངས་སོ་ད་ལྟ་གོང་དུ། ཡིན་ཙང་དེ་གའི་ཐོག་ནས་ཡིན་དེའི་ནང་ལ་རང་ལུགས་ཀྱི་དེ་ཉིད་ཞུ་འོང་དུས་ཙང་ལ། སྤྱིར་ཡང། མཐོང་བ་མིན་པ་ལ་དེ་ཉིད་མཐོང་ཞེས་ཐ་སྙད་བཏགས་པ། ད་གཞུང་དུ་གལ་ཆེན་པོ་ཞིབ་བརྩི་བར་ང་ཚོས་ཀྱི་བོད་མི་མ་མཐོང་བ་ནི་མཐོང་བ་དམ་པའོ། རེད་མ་ཨེ།
སངས་རྒྱས་སིདྡྷི་བྲ་ཤྲཱི་ཡི་འདུས་ཙམ་ལས་ཨ་ནི་ག་རེད། དངོས་པོའི་ག་ས་འདི་ལ་ད་བོད་ནི་ཁྱད་པར་མི་འདུག་ཡ་འདི་ན་ཡོད་པའི་སུ་ཞིག་ད་ལོ་ཞུ་མོག་བྱེད་ང་རང་འདོད་པ་དེ་ཞུ་མོག་བྱེད།

འོ་དེ་འདྲས་སོ་རེ་གསུངས་འདུག་ཨ་ལ། རང་ལ་དགའ་རོགས། འོ་ད་དེ་ཡིན་ཚུལ་ཙང་ལ་ང་ཚོས་འདི་བསྲི་བར་རོགས་གནང་རྒྱུ། ཨ། དེ་ཁོ་ན་ཉིད་པའི་བསྲིས་པའི་གཟིགས་ངོར། ད། སྐྱེ་འགག་ལ་སོགས་པ་ཐམས་ཅད་བཀག་རེད་བ། ཅི་རིགས་སྐྱེ་འགག་ལ་སོགས་པ་བཀག་ནས་འགྲིག་གི་མ་རེད་དེ་འདི་གི་དོན་བས། སྐྱོན་ཆེན་པོ་ཞེ་བོ་ཅིག་ཉུང་གི་བ་རེད་ད་དེ་ཁོ་དངོས་པོའི་གནས་ཚུལ་ཡོང་དུས་ཙང་ལ། གཞི་བདེན་པ་གཉིས་དང་ལམ་མཐོ་ཞིང་འབྲས་བུ་སྐུ་གཉིས་གཏན་ལ་ཕོག་དགོས་བ་རང།

རྒྱལ་སྲས་རི་དྭགས་གངས་རྒྱན་ལ་སོགས་ཚང་མ་མེ་འབར་ཆགས་འབར་དེ་མངོན་པའི་གནས་ཚུལ་ཡིན་པ་ཡིན་ན། གནས་ཆུང་བ་རང་ཉིད་ཡང་བསྐྱར་ཇི་ལྟ་བའི་ཞག་འོང་དུས་ན་བདེ་གསལ་ཁང་པ་ཅིག་གུ་གུ་རུའང་ཟ་ཡ་འཐུང་ཡ་གུ་གུ་རུའང་འོ་དེ་ཚོ་ག་འདྲས་ཅིག་མངོན་པའི་གནས་ཚུལ་ཐོག་ནས་འབའ་གསུངས་པ་ཡིན་ན་ག་འདྲས་འགྲེལ་བཤད་རྒྱག་ཡིན་པའི་ཏི་གསལ་པོ་ཅིག་འགྲེལ་བཤད་གནང་རོགས་གནང་ཞུ་ཡ་དེ་ཡིན་རུང།

ཨ་ནི་ཚང་མ་ཁོང་ཁྲོས་སྣང་བ་གཉིས་ཡིན་ཤེས་ནས། རོ་བར་སྐྱེས་ཆེན་དུ་སྣང་བ་དེ་གའི། རིག་བྱེད་ཀྱི་ངོ་བདེན་སྒྲོ་བཀག་པ་ཙམ་མ་གཏོགས། བདེན་སྟོང་སྒྱུ་མ་ལྟ་བུ་བཀག་གི་མ་རེད། དོན་འདི་རེད་བ། རོ་བར་སྐྱེས་ཆེན་དུ་སྣང་བ་ཟེར་ཡ་དེ། ད་ཚང་མ་ཁོང་ཁྲོས་ཟེར་ཡ་དེ་གའི་བདེན་སྒྲུབ་ཏུ་བཀག་པ་ཙམ་དུ་མ་ཟད། ཨ་ནི་སྣང་བ། བོན་ཆེན། ཐམས་ཅད་བཀག་གི་རེད། ཐམས་ཅད་བཀག་ནས་ཨ་ནི་དེ་དག་ཐམས་ཅད་ལྟ་བའི་དགག་བྱ་རེད། ལྟ་བའི་དགག་བྱ་བདེན་གྲུབ་ཙམ་མ་ཟད་ཨ་ནི་སྣང་བ་དག་ཆོས་ཅན་ཟེར་ན་འདྲ། སྣང་བ་ཐམས་ཅད་ལྟ་བའི་དགག་བྱ་རེད། དེ་བཀག་བྱ་བསྟན་ཡང་བཀག་བ་བསྟན་ཡང་རིག་བྱེད་ཀྱི་ངོར་བར་བཀག་པ་རེད། ད་རིག་བྱེད་ཀྱི་ངོར་བདེན་གྲུབ་བཀག་པ་ཙམ་དུ་མ་ཟད་སྣང་བ་བོན་ཆེན་ཐམས་ཅད་བར་བཀག་ཡོང་དུས་ཕ་མཆིས་བཀག་ནས་བར་བཀག་བ་དེ་ཤུལ་ལ་ཡང་སྟོང་གཏམ་ཟེར་སྙད་ཡ་ཡོད་མ་རེད།

དྲི་བ། ཁྱེད་ཀྱིས་སྐྱེ་སྟོབས་ངའི་དྲི་བ་དང་གོང་ལ་མོ་པ་ཀྱི་འགྲོ་ས་ཟེར། ཨ་ནི་རྒན་ཡིན་ན་སྣང་བ་དེ་འགའ་རྒྱ་རེད་གསུངས་འདུག་ཡིན་སྣང་བ་འགའ་རྒྱ་རེད་ཟེར་ཉིན་དེ་སྣང་བ་ཁྱད་པར་བ་གཅིག་ལ་བཞག་ཡོད་རེད་སྣང་བ་ཐམས་ཅད་ལ་བཞག་ཡོད་རེད་ཟེར་དྲི་བ་གཅིག་དེ་ཡིན་རེད། གལ་སྲིད་སྣང་བ་ཐམས་ཅད་འགའ་རྒྱ་ཡིན་པ་ཡིན་ན་དཔེར་ན་བུན་ཚིགས་མིག་ཤེས་ལ་བུམ་པ་སྣང་བ་དེ་འགའ་རྒྱ་རེད་བས།

ཇི་སྟེ་ཚངས་པ་ལ་ཐོག་མར་དེ་ལ་ཡང་ནི་སྣང་བ་འདུག་ཀྱང་ཡིན་ལ་དེ་ཚངས་པ་ལ་སྣང་བ་ཁྱད་པར་བ་ཅིག་རྒྱག་གི་ཡོད་རེད་ཡང་ན་སྣང་བ་མཚུངས་མ་ལ་རྒྱག་གི་ཡོད་རེད་ཟེར་དེར་བ་ཇི་སྟེ་ཚངས་པ་ལ་སྣང་བ་མཚུངས་མ་འདུག་ཀྱང་ཡིན་པར་བཤད་ཀྱི་ཡོད་རེད་ཟེར། དཔེར་ན་ཨ་ནི་བུམ་པའི་སྟེང་གི་དོང་དམ་པའི་སྡིག་པ་ལ་ནི་འདྲ་བུམ་པའི་སྟེང་གི་སྟོང་ཉིད་ལྟ་བུའི་ཆ་ཅན་བ་ཡིན་པས་ན་ཨ་ནི་བུམ་པ་དང་བུམ་པའི་ཁ་དོག་དང་བུམ་པའི་དབྱིབས་ག་རེ་ཡིན་པ་ལ་སྣང་བ་ཐམས་ཅད་བུམ་པ་དང་འབྲེལ་བའི་སྣང་བ་ཐམས་ཅད་དེ་ཨ་ནི་འགག་ཀྱང་ཡིན་པར་རྒྱག་གི་ཡོད་རེད་ཟེར་བ། འོ་དེ་ཅི།

རྣ་བའི་དངོས་པོ་མ་གནས་པས་སྟོང་ཉིད་གནས་པར་ག་ལ་འགྱུར་ཟེར་ནས་ཅིག་གསུངས་ན་འདུག་ཨ། དེ་ནས་འོ་དེ་བ་ལ་ཅིར་ཡང་མཐོང་བ་མེད་པ་ལ་དེ་ནས་མཐོང་བྱའི་མཐའ་ནི་རྟགས་ཞེས་ཟེར་འོང་དུ་བསམ་མ་ལ། དེ་ནས། ད་ལྟ་ཅིར་ཡང་མཐོང་བ་མེད་ཞེས་དུ་བསམ་མ་ལ། དེ་ནས་དེ་ནི་མཐོང་བྱེད་དུ་ལྟ་བ་སྟོང་ཉིད་དེ་བྱེད་དུ་གྱུར་བ་ལ། འོ་དེ་ལྟ་བ་སྟོང་ཉིད་དེ་བྱེད་དུ་བསམ་མ་ལ་དེ་ནས། ལྟ་བ་མཐོང་ནི། ལྟ་བ་སྟོང་ནི་མཐོང་བའི་དེའི་ཆེ། དེ་ནས།

ལ་སོགས་རྒན་ང། དམིགས་བསལ་གྱི་དྲི་བ་སྐད་མེད་ཡིན་པ་ཡིན་ན་ཡང་རྒན་གྱི་བཀའ་རི་ས་འདི་གསུང་ཚོགས་འདྲི་སྟངས་ཀྱི་ཐོག་ལ་ལྟོས་ཟེར་བཤེས་གཉེན་གྲོགས་སོང། མ་གཞི་འདིའི་སྒྲོག་ལངས་འདྲ་ཟེར་ན་ཧ་ཅང་གི། བཀའ་ཆེན་པོ་ཤུགས་ཆ་དེ་བ་རེད་ང་ཚོའི་འུག་གི་ཆུ་རྒྱུད་ཆ་ཚང་གི་མཚན་མཚོན་བཤད་ཐུབ་ཡག་ཐུབ་མཁན་གི་སྒྲོག་ལངས་ཀྱི་ཆ་དེ་བ་རེད་བོད་དང་ཆ་བཞག་ན་རྒན་གི་འདིའི་རྩོམ་ཤོག་འདི་ནི་ག་རེ་ས་ང་ཚོ་འདིའི་སྟེང་འདི་བ་འདི་སྒང་ལ་སྔ་མ་དང་མ་འདྲ་བ་ཚིག་ཕེབས་ཤོ་དང་དང་དུ་སོ་ཏོ་ཟེར་ཅིག་འགྱུར་བ་འགྲོ་ཞུ་ཐེབས་བཤད་ཅིག་མ་འདྲ་བ་འདི་ལབ་བྱ་བོད་དང་ཆ་བཞག་ན་ཆུ་རྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ནི་ག་རེ་ས་ཇོ་ནང་ཆེན་ནི་དམིགས་བསལ་གི་ཡང་སྔ་མ་དང་མ་འདྲ་བ་བཤད་བྱས་འདུ་ཤེས་བྱས་ནས་སོང་བྱ། ནམ་རྒྱུན་ཡིན་ན་སྔ་རོལ་ཚོས་ཆུ་རྒྱུས་ཆེན་པོ་སྔགས་དང་གཡོན་གྲོག་བོན་དང་དྲུག་བྱས་ནས་སོང་གི་ཡོད་རེད་པོ་གནང་ནས་ཡིན་ན་ཨ་ནི་གར་ས་ཆུ་རྒྱུས་ཆེན་པོ་དྲུག་བྱས་ནས་སོང་གི་འདུག་ཨ་ཨོ་འདུ་ཤེས་བྱས་ནས་ཡང་ང་ཚོ་འདི་འབྲོག་གླང་ཆེན་པོ་ཡིན་པ་ཡིན་ཙང་འདི་ཚོའི་ཐོག་ལ་ང་ཚོས་ཅིག་མཚན་ཐོག་སྟངས་དང་ཚིག་གཅིག་ཡིན་པ་ཡིན་ན་ཡང་ང་ཚོ་པས་བསམ་བློ་ཧྲིལ་བོ་བཏང་ནས་ཨ་ནི་འགྲོ་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་འདི་ཞུ་ཡ་ཡིན་ལགས་འོང་མིག་གསར་གི་དྲི་བ་འགྲོ་དེ་འདྲི་སྐལ་མེད་ལགས་འོང་ལགས་སོ་ལགས་སོ་ཐུགས་ཆེ།
བསྟན་འཛིན་དྲི་ལེགས་ལགས་རེད་བསྟན་འཛིན་དྲི་ལེགས།

ཨ་ནེ་མེད་པ་ཅིག་བྱ་རྒྱུ་ཡོད་མ་རེད་མེད་ན་དགའ་དགོས་ཀྱི་མ་རེད། དེ་འདྲས་སོང་སོང་རེད་བ། དེ་འདྲས་ཡིན་དུས་དེ་གཉིས་དེ། གར་སོང་རེད་འགལ་བ་སོང་འགྲོ་ཅིག་མཐོང་སོང་དེ་གསལ་བཤད་ཞུ་ཡོད་ཅིག་དང་རེད་བ་དེ་ནི་ད་ག་རང་ཤོག་ཁྲ་དེའི་ནང་ལོག་ལ་ག་རེ་སོང་འདུག་ཟེར་བ་ཡིན་ན། འགལ་འགལ་ད་མགྱོགས་འདུར་གྱི་མ་གཏོགས། ལོག་སོང་ལོག་སོང་དེ་དྲི་བ་གཅིག་རང་ཡིན་ད་ད། དེ་ཟེར་མི་འདུག། ཨ་ནེ། དགག་བཤད་ཕ་བཀག་པའི་ཕྱིར་དུ་སྟོང་པ་ཉི་ཟེར་ཅིག་ཚུར་སྒྲུབ་རྒྱུ་ཡོད་མ་རེད་འདི་གསལ་བོ་སོང་བཤད་དུ་རེད་བ། དགག་བཤད་ཕ་བཀག་པའི་ཕྱིར་དུ་སྟོང་ཉི་ཟེར་ཅིག་སྒྲུབ་རྒྱུ་ཡོད་མ་རེད་སོང་བཤད། དེ་འདྲ་ཡིན་ན། སྟོང་ཉིད་དེ་དང་སྟོང་ཉིད་ཀྱི་དགག་གཞན་གཉིས་དངོས་འགལ་རེད་དམ་མ་རེད། ལགས་སོ། ཨ་ནི་དེ་ལན་གསལ་བོ་བྱེད། སྟོང་ཉིད་དེ་དགག་གཞན་གཉིས་ག་རེད་སོང་ཡིན་གསལ་བོ་ཞིག་གོ་མ་སོང། སྟོང་ཉིད་དང་སྟོང་ཉིད་ཀྱི་དགག་གཞན་གཉིས་དངོས་འགལ་རེད་དམ་མ་རེད། དངོས་འགལ། དངོས་འགལ། ལེ་ལོ་ལོ་ལོ་ལོ།
ཨོ་ཡ། ཐོག་མར་དེ་ལ་ཡ་ཨ་ནི། ལྟ་བའི་དགག་བྱ་ཟེར་ཡ་དེ། ཨ་ནི་ལྟ་བ་དོན་དག་ཐོབ་པའི་ཤེས་རབ་ཀྱི་རྟོག་ཚོགས་དང་འབྲེལ་བའི་ཐོག་ནས་བྱ་དགོས་པོ་ཡོད་རེད་ཟེར་ཡ་དེ་གི་ཚིག་གི་གོ་སྟོབས་འདྲ་བོ་དེ་བྱེད་པ་ཡིན་པ་ཡིན་ན་ཨ་ནི་ལྟ་བའི་དགག་བྱ་དེ་ཡང་དེ་གི་རྟོགས་དགོས་པོ་ཡོད་རེད་ཟེར་དེ་འདྲའི་སྐད་ཆ་མ་རེད། ལྟ་བའི་རྟོག་འཆར་དང་འབྲེལ་ནས་བཞག་གོ་ཡོད་རེད་ལབ་ཀྱི་བསམ་པ་ལ་ལྟ་བ་དོན་དག་ཐོབ་པའི་ཤེས་རབ་དེ་ག་རྟོགས་ཡོད་མེད་གནས་སྐབས་དེ་ལ་ཡ་ཨ་ནི་ག་རེ་འགལ་གོ་གོ་རེད་ག་རེ་འགལ་གོ་གོ་མ་རེད་ཟེར་དེ་འདྲའི་གི་རྣམ་གཞག་ཐོག་ནས་བཞག་དགོས་པའི་དོན་དག་གོ་གོ་གོ་ཡོད་རེད་ཟེར་ཡ་ཨོ་དང་པོ་དེ་ཞུ་ཡ་ཡིན་རེད་བ་དེ་གཅིག་ཨ་ནི་གཉིས་པ་དེ་ལ་ཡ་ཨ་ནི་ལྟ་བ་ལྟ་བའི་གི་དགག་བྱ་དེ་དང་ལྟ་བ་དེ་གཉིས་དངོས་འགལ་འགྲོ་གི་ཡོད་མ་རེད་རེད་མ་རེད་ཟེར་གསུངས་ཀྱི་བསམ་པ་ལ་ཡ་ཨ་ནི་དངོས་འགལ་འགྲོ་གི་ཡོད་རེད་ཟེར